གྲོགས་པོ་རྣམ་པ། ད་ལྟ་ང་ཡོད་ས་འདི་ནི་ཁམས་མི་ཉག་ཕྱོགས་ཀྱི་སྐྱ་གར་སློབ་ཆུང་རེད། ངའི་ཉེ་འགྲམ་གྱི་དགེ་རྒན་འདི་ནི། ཁམས་མི་ཉག་ཕྱོགས་ཀྱི་སློབ་ཆུང་གི་བོད་སྐད་ཡིག་གི་ལས་སྒྲུབ་ཁང་གི་འགན་འཁུར་མི་སྣ་རེད། དེ་རིང་ང་ཚོས་མཉམ་དུ་ལས་སྒྲུབ་ཁང་འདི་ངོ་ཁྲིད་དང་ལས་སྒྲུབ་ཁང་འདིའི་མ་འོངས་པར་ཆགས་རྗེས་དང་དམིགས་ཡུལ་ཅི་འདྲ་ཡོད་པའི་སྐོར་ནས་བཅར་འདྲི་ཐུང་ཐུང་བྱས་ཡོད། དེ་ནས་ད། ལས་སྒྲུབ་ཁང་དེ། འགོ་བཙུགས་རྒྱུ་གི་དུས་ཚོད་དེ་ནི་ཉིས་སྟོང་ཉེར་ལྔ་ལོའི་གོ་དེ་ནས་སློབ་དུས་སྔོན་མ་ལ་དེ་ནས་སློབ་འདི་ལས་སྒྲུབ་ཁང་དེ་དངོས་སུ་འགོ་བཙུགས་ཀྱི་ད་ནི་དེ་ནས་རྐང་འཛིན་དགེ་རྒན་དང་ཁོང་མོ་ལོ་ཆུང་གི་དགེ་རྒན་སུམ་ཅུ་སོ་གཉིས་རྐང་འཛིན་དགེ་རྒན་བདུན་དེ་ནས་བདམས་ཐོན་བྱུང་དེ་ནས་ཉིས་སྟོང་ཉེར་ལྔ་ལོ་གི་ལྷོ་སྟེའི་རྗེས་མ་ནས་དེ་ནས་ང་ཚོའི་དངོས་སུ་ལས་སྒྲུབ་ཁང་གི་ལས་ཀ་དེ་སྒྲུབ་རྒྱུ་གི་འགོ་བཙུགས་པ་རེད། དེ་ནས་ལས་སྒྲུབ་ཁང་གི་ལས་ཀ་གི་ནང་དོན་གཙོ་བོ་ནི་མི་ཉག་རང་གི་རིག་གནས་སློབ་ཐོན་དུ་ཞུགས་པ་ད་གཙོ་བོ་ལས་ཀ་སྒྲུབ་རྒྱུ་དེའི་སྐོར་རེད་མོད། དེ་མིན་ཡིན་ཏེ། མ་འོངས་པ་ཡང་དེ་ང་ཚོས་གཅིག་ན་བོད་རང་གི་སྐད་དང་ཡི་གེ་བཤད་མ་དགོས་པ་རེད། དེའི་ཐོག་ནས་ང་ཚོ་མི་ཉག་རང་གི་དེ་ནས་ཟ་མ་ཟ་སྟངས་གོས་གྱོན་སྟངས་དེ་ནས་དེ་རྗེས་གཅིག་རི་ཆུ་ནགས་ཀླུང་གི་འདི་ལོ་རྒྱུས་དང་རིག་གནས་སོགས་དེ་ནས་སློབ་མ་ཚོ་ལ་གོ་ཐོས་དང། ཤེས་རྒྱུ། དེ་ནས་དེ་སོགས་ནི་ང་ཚོའི་ལས་སྒྲུབ་ཁང་གི་ལས་ཀ་གི་གཙོ་བོ་དེའི་བཀོད།